ཨ་ཞང་རྒྱལ་མཚན་ལ་བཀྲ་ཤིས་ལེགས། ཨོ་བཀྲ་ཤིས་ལེགས། ཨ་ཞང་རྒྱལ་མཚན་ལགས་ད་དེ་ལ་ཁྱེད་རང་གི་ད་དང་བླངས་བྱས་ནས་ད་ཁ་ཆེན་དཔའ་བོ་གི་ད་སྐུ་ལུས་མཆོད་འབུལ་འབུལ་བཞུགས་ལ་ཡ་ཁྱེད་རང་བསྟུད་མར་ད་དེ་རྟག་པར་བྱེད་དེ་ལས་ཀ་བྱེད་དེ་རེད།

བློ་དགའ་མཉམ་པོ་ད་ཉིས་སྟོང་བརྒྱད་ནས་ཕྱི་ནས་ད་དངོས་གནས་ཉིས་སྟོང་བརྒྱད་ཀྱི་ཨོ་ལོམ་པིག་གི་སྐད་འབོད་སྐབས་ལ་ད་ང་ཚོ་ཉི་མ་བརྒྱ་དང་དྲུག་ཅུ་རེ་དགུ་རེ་གཅིག་ང་ཚོ་ད་རྟག་པར་ཞིག་སྐད་བརྒྱབ་དེ་རེད་ཨོ་ལོམ་པིག་མ་རྫོགས་པ་དུ་ར་ཨོ་ལོམ་པིག་གི་དཔལ་འབར་གྱི་ཉིན་མོ་ནས་ཕྱི་ནས་ཨོ་ལོམ་པིག་གི་མཇུག་བསྡོམས་པ་དུ་ར་འདི་ག་ལ་ད་ཨ་ཞང་རྒྱལ་མཚན་རེད་ཨ་དཔའ་བོ་བློ་དགའ་ལགས་རེད་ད་དེ་ནས་བློ་བཟང་རེད་ད་དེ་ནས་མི་མང་པོ་བྱས་ཡོད་རེད་ད་ཁྱེད་རང་ཚོས་དཀའ་ལས་ཞེའུ་བརྒྱབ་རེད་དེ་མ་ཟད་ཨ་ནི་ཁྱེད་རང་ཚོ་གིས་ད་དག་བླངས་རང་ཡིན་ལ་ནི་མིང་འདོགས་ལ་ཕུད་ར་ད་དུས་ག་དུས་སྐད་བཏང་ནི་བཏང་ཞོར་མ་རེད། ཨ་དེ་འདྲས་གིས་ད་ཁྱེད་རང་ཚོ་གི་ཕྱག་ལས་མང་པོ་ཞུ་བཞིན་གནང་བ་རེད་ཨ་ནི་དེ་འདྲས་ཡིན་དུས་ག་ལ་ཁྱེད་རང་ཡིན་ན་ད་དཔའ་བོ་ལོག་ཨ་ནི་མཉམ་པོ་ཨ་ནི་ལས་འགུལ་ནང་ལ་མཉམ་ཞུགས་མང་པོ་བྱས་ཨེ་འདྲས་ཞེ་ནི་དཔའ་བོ་ལོག་ཨ་ཁྱེད་རང་གིས་ད་ཉེ་བོ་ཞུ་བྱོས་ར་ད་ཨ་དེ་འདྲས་ཡིན་དུས་ག་ལ་ཁྱེད་རང་གིས་ད་དཔའ་བོ་ལོག་ཨ་གིས་ད་ད་བློས་བཏང་བྱས་ཏེ་ད་ད་གོང་དུ་ཁྱེད་རང་གིས་གསུངས་གསུངས་གྲུབ་པ་རེད་ཡིན་ནས།

ཉི་མ་ང་ཚོས་ཀྱི་ལས་ཀ་དེ་འདྲ་སྤང་མ་ནི་ལས་ཀ་དེ་འདྲ་གང་བྱེད་མ་ལས་ཀ་དགུ་འདི་བྱེད་དེ་ཡིན་པ་ཚང་མ་དཀའ་ལས་མང་པོ་རྒྱབ་ཚར་བསྐྱོད་ཀྱིས།
ཨ་ནི། ད་ག་དུས་ང་ཚོས་དེ་འདྲ་སྐྲ་བག་ཡ་ལས་འགུལ་འདི་ནང་ལ་ད་མི་མང་པོ་ཅིག་སྐྲ་བག་རེད། དེ་ཚོ་ད་ཨ་ཞང་རྒྱལ་མཚན་ལགས་ཀྱིས་ད་དེ་ཉིན་མོ་དེ་ལ་མཉམ་ཞུགས་གནང་པ་ར། ཨ་འདི་སྐྲ་བག་པའི་སྐབས་དེ་ལ་ཚོར་བ་ག་འདྲ་ར་ཅིག་ལས།

ཞེས་ཡ་གྱི་འདོད་པ་ཡོད་ངེས། རྒྱལ་ཁབ་དང་མི་རིགས་ཚོ་དུས་སྐབས་རག་ན། ཨ་ནེ་ཨ་ཞང་གིན་ཚེ་ལ། ཁྱེད་རང་ག་རེ་བསམ་ཁུལ་དུ་ད་ང་ཚོ་ད་ལྟ་སྐྱབས་མགོན་རིན་པོ་ཆེ་གི་བཀའ་དགོངས་གཞིར་བཟུང་བྱས་ནས་ང་ཚོ། འཚེ་བ་མེད་པའི་ཐོག་ནས་ང་ཚོ་ད་ལས་འགུལ་སྤེལ་དེ་གོ་རེད། བོད་མི་བརྒྱ་དང་བདུན་ཅུ་ལྷག་གིས་ཁུག་ལུས་མེ་བསྲེགས་བཏང་རེད། བོད་ནང་ལ་ཡིན་ན། སྐུ་ལུས་མེ་བསྲེགས་བཏང་མཁན་དེ་ཚོ་རྒྱ་མིས་ཀྱི་ཁྱོག་བཤད་བྱས་ནས་སྙོམས་པ་རེད་སེམས་པ་ཐང་པོ་ཡོད་མ་རེད་ཁོ་ལ་བུ་ལོན་ཡོད་རེད་ཁོ་ནང་མི་ཀྱི་རྙོག་དྲ་ཡོད་རེད་ཁོ་སྐྱེ་དམན་ཀྱི་རྙོག་དྲ་ཡོད་རེད་དེ་ག་ཅིག་ཁྱོག་བཤད་རང་བྱས་ནས་ཕིག་མིང་ཆད་བཟོས་ཡ་འདྲ་བོ་ཅིག་མ་གཞི་ཁོ་ཚོ་ལ་ཁོ་ཚོའི་ཀྱི་བློས་བཏང་བྱེད་དགོས་དེ་ལ་ཡ་ཆད་གཏོང་མེད་ཀྱོག་ཅིག་བྱས་ད་ཡིན་ན་ཡང་དེ་རིང་ད་ལན་ང་ཚོ་དཔའ་བོ་བློ་དགའ་ཀྱི།

མི་གཞན་པ་ལ་འཚེ་བ་བཅས་མེད་པའི་ཐོག་ནས་སོ་སོ་གི་རང་ལུས་མེ་བསྲེགས་བཏང་བ་རེད། གལ་སྲིད་ཁོ་ཚོ་དེ་འདྲའི་བློ་སྟོབས་ཆེན་པོ་ཡོད་དུས་ག་ལ་ང་ཚོས་གི་ད་གྲྭ་ཁུལ་གི་ལས་ཀ་འགྲོ་བྱིས་པ་ཡིན་ན་རྒྱ་ནག་ལ་ག་འདྲས་ཆགས་ཀྱི་རེད་བསམ་དགོས་དེ་ཁྱེད་རང་གི། འདི་འདྲས་བྱས་ན་ང་ཚོ་མ་རུང་བ་ཆགས་ཀྱི་རེད། པའོ་ལོ་ཀར་གྱིས་ད་ལྟ་མེ་གསོད་བཏང་བ་འདི་ཡིས་ང་ཚོའི་གར་སོན་འཚེ་མེད་ཞི་བའི་གི་ལམ་གི་དངོས་གནས་ཁོ་དངོས་པོ་སྟོན་དགོས། འཚེ་མེད་ཞི་བའི་ལམ་གི་དྲག་སྤྱོད་པ་བྱེད་པ་རེད་དེ་ནི་ང་ཚོ་ག་དུས་ན་གི།

རང་ལུས་མེར་སྲེག་བཏང་ནས་སོ་སོ་གི་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་ལ་ཁོ་རང་ལ་བདེ་སྐྱིད་མར་བ་དུས་དེ་འདྲ་ངེས་མིན་ནི་དུས་ཚོད་དུས་ཚོད་ལ་རེད་བ། སྲིད་ཇུས་ཟེར་ནས་འགྱུར་བ་བཏང་ཐུབ་ཀྱི་རེད། སྦྲ་གུར་བྱང་ཐུབ་ཀྱི་རེད། སྦྲ་གུར་བྱང་ཐུབ་བའི་གར་སོང་ཁོ་འཚེ་བ་མེད་པའི་གི་ལས་ཀ་བྱེད་པའི་སྐྱོན་ནི། མི་མི་གཞན་པར་གནོད་སྐྱོན་གང་ཁུ་ཆེ་མ་སོ་སོའི་གཟུགས་པོ་གཟུགས་པོ་ས་ཁྲ་ཕལ་ཆེ་ནས། རྒྱ་གར་དང་མི་རིགས་ཆེད་དུ་བློས་བཏང་གནང་བ་དེ་རེད། འདི་དྲག་སྤྱོད་བ་གང་མ་རེད།
ནས་ད་ལྟ། ད་ང་རང་ཚོ་དཔའ་བོ་བློ་ཁོག་གི་སྦྲ་གུ་གཅིག་ང་ཚོ་སྤྱི་ཁང་ལ། སྤྱི་ཁང་ལ་བཟོས་ཡས་ཀྱི་ད་ང་ཚོ་གི་རེ་འདུན་ཅིག་བཏོན་དེ་ཡོད་རེད་མི་མང་མང་པོ་གཅིག་གི་རེ་འདུན་ཡོད་རེད་དེ། ད་བརྒྱ་ཆ་མ་བཟོ་ན་མི་མང། མང་བ་གི་ད། མང་མོས་བཏང་བ་ཡིན་ན་མི་མང་མང་བ་གི་འདོད་པ་ཡོད་རེད་ད།

རྒྱལ་ཁབ་དང་མི་རིགས་ཐོག་བ། ང་ཚོ་མུ་མཐུད་འགྲོ་ཡ་རེད། ཁྱོད་ཀྱི་ལམ་ཁ་ག་འདྲས་སྟེར་བ་ད་ད་ག་རང། འདས་ཤོད་རྒྱུ་གས་བྱང་ཐུག་གི་རེད། འདི་འདས་མཉམ་འབྲེལ་རྒྱ་མཚོ་ནང་ལོགས་ལ་ང་ཚོ་གི་གནས་ད་གནས་ག་འདི་གས་ཡ་སྐྱེལ་ཐུག་གི་རེད། སྐྱེལ་ཐུག་ཡ་གི་གདིང་ཚོད་ཡོད། གདིང་ཚོད་ཡོད་སྒང་ལ་ཚང་མ་ལག་པ་སྙོབ་ཐུག་ཡ་གི་གདིང་ཚོད་ཡོད།
ད་བྱང་གིན་ཚེ་ལ་ཚ་ཐུམ་འདི་ལ་ཁྱེད་རང་གིས་ད་ང་རང་ཚོ་མི་མང་ལ་རེ་འདུན་ཞུ་ཡ་ག་རེ་ཡོད་ད།